ལྷན་རྒྱས་སྐུ་ངབ་བཟང། འདི་ལོ་འཛམ་བུ་གླིང་ས་ཕྱོགས་གང་སར་བཞུགས་པའི་བོད་མི་རྣམས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ཕེབས་པའི་སྐུ་ཡི་སྒོ་དོན་ཆེད། ལི་ཤི་རེའི་ཟླ་གང་ན་ཞིག་སྲུང་བརྩི་རབ་དང་རིམ་པ་སྤེལ་གྱི་ཡོད་པའི་ནང་ནས། དེ་རིང་འདི་ག་པེ་རིས་གནས་བཞུགས་དགེ་བཤེས་གྲགས་པ་བརྩོན་འགྲུས་ལགས་ནས། རེས་གཟའ་པ་བསང་ཆ་ཅན་མི་མང་རྣམས་སྐོང་ཚོགས་ཀྱིས་དགེ་བའི་སྐུ་ཕྱག་དང་འབྲེལ་ཞེས་ལི་ཤི་སྤེལ་གྱི་ཡོད་པའི་དེའི་སྐོར་ཡིན། སྤྱིར་དགེ་བཤེས་ལགས་ནི་པེ་རིས་སུ་ཡོད་པའི་དུས་འཁོར་ཆོས་ཚོགས་ཨིན་སྐད་ནང་ཀ་ལ་ཅཱཀ་ར་བུ་ཏི་སེན་ཏྲལ་གྱི་དཔེ་ཁྲིད་དགེ་རྒན་གནང་བཞིན་ཡོད་པ་དང།

ད་ངའི་མིང་ལ་དགྱེས་བཞེས་གྲགས་པ་བརྩོན་འགྲུས། ང་ཐོག་མ་ད་བོད་ནས་སྐྱེས་པ་རེད། དེ་ནས་ཕྱིས་སུ་རྒྱ་གར་སླེབས་ནས། གཙོ་བོ་དེ་སློབ་སྦྱོང་དེ་རྡ་ས་རི་ལམ་སློབ་གཉེར་ཁང་ནང་ལ། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ནས་ཉིས་སྟོང་དྲུག་བར་དུ། ལོ་བཅུ་དྲུག་ཙམ་ལོ་བཅུ་ཕྱེད། དེ་ནས་འདས་ཚུལ་ཡུ་རོབ་ལ་ཡོང་ནས་ཉིས་སྟོང་བརྒྱད་ལོ་ནས་བྱས་འདས་ཧྥ་རན་སི་ལས། དེ་ནས་དེ་ནས་ཉིས་སྟོང་དགུ་ནས་བཟུང་སྟེ་འདས་འདས་ང་ཚོ་དེ་དུས་འགོ་ཆོས་ཚོགས་ཀྱི་གྱི་ཤེས་དེ་རྒྱ་གར་ལ་དེ་ཕར་ཕེབས་དགོས་ཤག་ཅེས་ཟླ་བ་དྲུག་ང་ལ་ཚབ་ཆེ་རུ་བྱས། དང་པོ་ཐོག་མར་འདས་བྲལ་བ་ཆགས་ཡ་དེ་ང་དེ་གེ་ཤི་ལ་ཅིག་ཚབ་ལ་བཅར་བ་རེད། ཨོ་ད་དེ་བྱས་ཨ་ནི་དེ་ནས་ཨ་ནི་ང་མུ་མཐུད་བླ་མ་ཟེར་བ་རུང་བ་ཅན་གྱི་ཁྱེད་རང་འདི་མུ་མཐུད་བལྟས་ན་ཡག་པོ་འདུག་ཟེར་ནས་གསུངས་ཨ་ནི་ང་རང་འདོད་པ་བྱུང་སྙིང་མོ་བཏོན་ནས་དེ་ནས་བཟུང་འདི་ད་ད་འདོད་པ་འདོད་ད་འདི་དགེ་རྒན་ཆེད་དུ་བྱེད་བཞིན་པ་རེད། ཨ་ནེ་ད་ཆོས་ཚོགས་འདི་སུའི་རེད་ཟེར་ན་ད། བླ་མ་ཟེར་བ་རམ་པ་ཅིག་གི་ཆོས་ཚོགས་རེད་ཨ་ནེ་བླ་མ་ཟེར་བ་རམ་པ་ཅིག་གི་ཆོས་ཚོགས་དེ་ནང་ལ། ཐེག་ཆེན་འཛིན་སྐྱོང་ཚོགས་པ་ཟེར APMD ཟེར་རོ། འདི་གི་སྡེ་ཚན་ཁོང་དོགས་ཅིག་བྱས། འདི་ཐོག་མ་ག་དུས་ཆགས་པ་རེད་ཟེར་དུས། འདི་ལ་ཡ་ཁོ་ན་ཚོས་གསུང་ཚུལ་རེ་ཚོད་མ་འདྲ་བ་གཉིས་འདུག་གཅིག་དེ་གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་ལྔ་ནས་ཧྥ་རན་སི་ནང་ལ་ཡ་ཨ་ནེ་སློབ་ཚན་ཁྲིད་ཡག་འགོ་ཚུགས་པ་རེད་ཟེར་དུས་སྐབས་དེ་དུས་དེའི་ཚོགས་ཁང་འདིའི་ཡུལ་མིའི་ཕལ་ཆེར་གསལ་བོ་མི་འདུག་མེད་པར་གྲགས། ཡིན་ནའི། ཆོས་ཚོགས་འདི་འགོ་བཙུགས་ནས་ལོ་ཉི་ཤུ་འཁོར་བ་རེད་ཟེར་ནས་ང་ཚོ་ཅིག་དྲན་གསོས་ཀྱི་ཅིག་བྱས་པ་རེད་དེ་དུས་ཆེད་དུ་ད་ཐམས་ཅད་ཕལ་ཆེར་ལོ་ཉི་ཤུ་རྩ་དྲུག་ཚེ་འགྲོ་མི་འགྲོ། ད་ཡིན་ན་ང་ཚོ་དེ་བླ་མ་ཟེར་བ་རུང་བཅས་ཆོས་ཚོགས་འདིའི་ཆེད་ཧྥ་རན་སི་ནང་ལ་མི་གའི་ཏུའུ་ལུ་སི་ལེ་ཡ་ཨ་ནེ།

ལ་རེད་ད་འདི་ད་ལྟ་དེ་ངས་ང་ར་གེར་གི་མིང་ཐོག་ནས་ཨ་ནི་རྐྱང་མགོ་རྒྱག་པ་བཞིན་ནོ་ཞབས་རིམ་ཞིག་གྲུབ་གི་ཡོད་རེད་དེ་ཡིན་ཟླ་སྙིང་ཨ་ནི་བོད་ཟླ་དང་པོ་གི་ཉི་ཤུ་ལྔ་ནས་འགོ་བཙུགས་པའི་དེའི་བཙུགས་པའི་རྒྱུ་མཚན་སོགས་སྐུལ་སློང་སོགས་དེ་ག་འདྲ་རེད་ཅེས་ཤོང་ས་སུ་འདུག་ད་ང་རང་གི་རྩ་བའི་ལམ་མ་ད་ཅི་གིས་ད་ཁྱེད་རང་འདི་ལ་ཆོས་ཚོགས་འདི་དགེ་རྒན་ཡིན་དུས་ས་ཆ་སྟོང་པ་ཞིག་རག་ན། བོད་པ་ཚོས་སྣེ་ཁྲིད་ནས་ནས་རྒྱ་གོ་རིམ་ཅན་གྱི་ཞབས་འདྲེན་ཞིག་གྲུབ་ཐུབ་ན། འདི་གོ་དོན་དང་འབྲེལ་ནས་ཡག་པོ་དེ་ཆེ་རག་འདུག། ཨ་ནི་དེ་ནས་བར་རིམ་པས་ཨ་ནི་ཁྱེད་རང་གིས་ཆོས་ཕྱོགས་ཀྱི་ཕན་ཐོགས་པའི་ལས་ག་རེ་བྱེད་ཐུབ་ན། དེ་ཁྱེད་རང་སློབ་སྦྱོང་བྱེད་པའི་གོ་བ་གྲུབ་པ་རེད་ཟེར་ནས། ཐོག་མ་གདེང་ཤིག་རེད་འདུག་བྱུང་བ་རེད། དེ་ནས་རིམ་པས་བྱས་ནས་ད་ཉིན། ཕྱོགས་གཅིག་ནས་ད་གཞུང་ད་སྒེར་ད་ག་རེ་ནས་གོ་དོན་གྱི་ཅིག་བྱེད་པོ་ཅིག་བྱེད་ཀྱི་ཡོད་དུས་ད་ང་རང་གྲྭ་བ་ཅིག་ཡིན་པའི་ཆ་ནས། ང་འདིའི་ཚོགས་པ་དེ་དགེ་རྒན་ཅིག་ཡིན་པའི་ཆ་ནས་འདུག་བཤད་འདོད་ད་མི་མང་ལ་ཡང་སྣེ་ཁྲིད་ཡག་ཤོས་དེ་དང་པོ་དེ་རྒྱ་བོད་རུམ་ཅིག་ཞབས་རིང་ཞིག་གྲུབ་ན་བསམ་བྱས་མི་མང་ལ་མ། ཅེས་སྦུ་གུ་ཆོས་མགོ་བརྩམས་པ་ཡིན། ཨ་ནི་དེའི་སྐབས་ལ་ཏག་ཨ་ནི་ཞབས་རིན་བསྒྲུབས་ཡིན་ན་ཨ་ནི་ཞབས་རིན་ག་འདྲས་སུ་བསྒྲུབས་ཀྱི་ཡིན་པས། ག་རེ་བསྒྲུབས་ཀྱི་ཡིན་པས་སེ་ལབ་དུས་ཨ་ནི་ངའི་བསམ་བློ་རེད་དེ་ད་གཙོ་བོ་དུས་རྒྱ་བའི་ཞབས་རིམ་ཞབས་བརྟན་རང་བྱས་དེའི་གོང་ལ་ཨ་ནི་རྗེ་བཙུན་སྒྲོལ་མ། ཅེས་སྒྲོལ་མ་ས་ཡ་བྱུང་ན་ཡག་པོ་འདུག།

གཉིས་ནས་ཡང་བཟང་སྤྱོད་ལ་ངག་ངག་འདས་ཆོས་ཚོགས་ཀྱི་ནང་ལ་དགེ་རྒན་ཡིན་ཙང་ཆོས་ཕྱོགས་ལས་ཀ་བྱེད་དགོས་འདུག་བ་དེ་གཉིས་གཉིས་ཐོག་ནས་བཟང་སྤྱོད་ལ་རག་ཡོད་མི་འདུག་ད་དེ་ནས་ཟ་ལྷག་པ་འདྲ་བོ་ཅིག་བྱས་ན་སྤྱིར་བཏང་གི་སྤུ་གུ་ལབ་འདྲ་མེད་པ་ཅིག་ཡང་ཕ་མ་འདི་འདྲའི་དུས་སུ་སྟོང་པ་རེ་བལྟས་ཏེ་རག་གི་ཡོད་རེད་དེ་དེའི་སྐབས་ལ་ཡང་ང་ཚོའི་བོད་པ་ཚོ་ཡང་ཅིག། ལྷག་དཀར་གྱིས་ཁོས་གྲོས་ཞིག་གནང་གི་འདུག་བ་དེའི་ཆེད་དུ་ཡང་དེ་ལ་ཉེས་འདོམས་བྱས་ན་ཡག་པོ་མི་འདུག་བསམ་སོང་གང་ཡིན་ཟེར་ན་དེའི་ནང་ལ་བོད་པའི་ལོ་ཆུང་མང་པོ་ཅིག་གིས་སོ་སོའི་བོད་ཆས་གང་བཤད་བོད་པའི་ཞལ་ཁྲ་བོ་ཞལ་བཏང་བྱས་དུས་དེ་ཡང་བོད་པའི་གི་ཆོས་ཆོས་དང་རིག་གཞུང་གི་ནང་གི་བྱེད་སྒོ་ཅིག་ཆགས་འདུག་དེ་གལ་ཆེན་པོ་འདུག་བ་དེ་ལ་དོ་ཕོག་འགྲོ་གི་རེད་བསམ་ཐུག་ཐུག་བྱས་ཨ་ནི་མཐའ་མ་དེ་ད་ས་པ་སངས་འདི་ང་ལ་གོ་སྐབས་ཇེ་ཧྲག་རེད་འདི་ཆོས་ཚོགས་ནས་དེའི་ར་ཡོད་འདོད་འདི་ཡག་པོ་ཞེ་དྲག་བྱུང་སོང། ཕྱོགས་གཅིག་ནས། ལས་ཀར་འགྲོ་མཁན་ཚོས་ད་གསར་རྙིང་ལས་ཀ་མེད་བསམ་བློ་བདེ་པོ་བྱས་ཡོང་གི་ཡོད་རེད་བ། འདི་ཡིག་ཐོས་ནས་ཡང་ང་ཚོས་ང་རང་ཚོས་ཡང་དེ་ཕན་ཐོགས་ཞེ་དྲག་བྱས་འདི་ཡག་པོ་བྱུང་སོང་ད་ད་འདི་དུས་ཚོད་རེད་འདི་ཐུགས་སུ་འགྲོ་བསྡད་རེད། ང་ཚོས་ཆུ་ཚོད་གསུམ་དང་སྐར་མ།

དལ་བ་དམ་ཚིག་གཡོ་བ་མེད་བས། ཨ་ནི་ང་ཚོའི་བོད་རིགས་སྤུན་ཟླ་རྣམས་པ་ལེན་གྱི་ལགས། འོད་ཟེར་ར་དེ་བྱ་གི་ཡོད་དེ། བལྟས་ཚེ་ང་རང་གནད་འགག་མཐོང་གི་ཡོད་ག་སོང་ན། བླ་མའི་གུ་གུལ་ཚིག་བསྟན་ཡ་ལ་སོགས་དམངས་གཙང་མའི་སློབ་མ་འདི། བླ་མ་ལས་ཡང་དལ་བ་དམ་ཚིག་གཡོ་བ་མེད་པ་ཅིག་གཙང་མ་ཅིག་གོ་གི་ཡོད་ཙང་དེ་གལ་ཆེན་པོ་བྱེད་ངེས། དེ་ཞུ་བཞག་གི་ཡོད། ཞུ་བ་ན་བཞིན་ཨ་ད་ལྟ་ཤེས་ལ་སྡུག་སུ་ལྟ་ཡི་འདུག་ཚང་མ་དངོས་གནས་ཁ་ཞེ་གཉིས་མེད་བྱས།